དེ་ནས་ཡན་ལག་བཅུ་བ་ཟིལ་པ་ཟེར་བ་སྟེ་འཕེན་བྱེད་བཅས་ཀླད་ལ་ཟིལ་གཉིས་ཀྱིས་སུ་བཏབ་ནས་སྐྱེ་བ་ཕྱི་མ་ངེས་བར་འགྲུབ་པར་བྱེད་པའི་ལས་དེ་ཡིན། དཔེར་ན་ཡི་དྭགས་སུ་སྐྱེ་བའི་ལས་ཀྱི་བག་ཆགས་ལྟ་བུ་ཞིག་ལ་མཚོན་པ་ཡིན་ན་ཟིལ་པ་གིས་ལས་ཀྱི་བག་ཆགས་དེ་ལ་སུས་བཏབ་པ་འགོ་བརྩམས་ལན་བག་གི་སྐབས་སུ་ལས་ཀྱི་བག་ཆགས་དེ་ལ་ཐུར་ཆེན་ཆ་ཚང་བར་བྱེད། བཟི་བ་གི་སྐབས་དེ་ལ་ཡི་དྭགས་སུ་སྐྱེ་བ་ཐག་ཆོད་པ་མ་འོངས་པ་ན་ཡི་དྭགས་ཀྱི་འཁོར་བའམ་ཡི་དྭགས་ཀྱི་ལུས་དེ་ལེན་རྒྱུ་ཡིན་པ་ཐག་ཆོད་པའི་གནས་སྐབས་འོ་དེ་ལ་བཟི་བ་ཞེས་ལབ་ཀྱི་ཡོད་པ་རེད་སྤྱིར་ན་བཟི་བ་དང་འཁོར་བ་གཉིས་དོན་གཅིག་རེད། དེ་ནི་སློབ་ཚན་སྔོན་མའི་སྐབས་སུ་བྱས་པའི་མ་རིག་པ་དང་འདུ་བྱེད་དང་རྣམ་ཤེས་གསུམ་ལ་འཕེན་བྱེད་ཀྱི་རྒྱུ་གསུམ་དང། དེ་ནི། ཟད་པ་དང་ལེན་པ་སྲིད་པ་གསུམ་ལ་འགྲུབ་བྱེད་ཀྱི་རྒྱུ་གསུམ་ཞེས་ལབ་ཀི་ཡོད་པ་རེད། འཕེན་བྱེད་ཀྱི་རྒྱུ་གསུམ་ཡོད་པ་ཙམ་གྱིས་སྐྱེ་བ་དེ་ངེས་པར་བརླན་པའི་ངེས་པ་ཡོད་མ་རེད། འཕེན་བྱེད་ཀྱི་རྒྱུ་གསུམ་ཚང་བའི་སྟངས་དུ་འགྲུབ་བྱེད་ཀྱི་རྒྱུ་གསུམ་འཛོམས་སོང་བ་ཡིན་ན་སྐྱེ་བ་དེ་ངེས་པར་དུ་བརླན་པའི་ཆ་བ་ཡོད་པའོ་དེ་འདྲ་ཞིག་ཆགས་པ་རེད། སྲིད་པ་ལ་དབྱེ་ན་བར་སྲིད་སྐྱེ་སྲིད་སྔོན་དུས་ཀྱི་སྲིད་པ་འཆི་སྲིད་དང་ཕྱིས་ཡོད་འདིའི་ནང་གི་བར་སྲིད་ཟེར་བ་འདི་བར་དོ་བའི་སྲིད་པ། དེ་རེད་སྐྱེ་སྲིད་ཟེར་བ་དེ། ང་སྐྱེས་ལྟ་བུའི་ཨང་དུ་བྱས་པ་ཡིན་ན་མ་ཡིག་ངག་ཏུ་ཞུགས་པ་ནི་སྐྱེ་སྲིད་རེད། ད་ནི་སྔོན་དུས་ཀྱི་སྲིད་པ་ཟེར་བ་དེ། འཆི་བ་མ་བྱུང་བའི་སྔོན་གྱི་སྲིད་པ་ཡང་ན་ཚེ་འདིའི་སྲིད་པ་ལ་བཞག་ན་འགྲིག་གི་ཡོད་པ་རེད། ད་ནི་འཆི་སྲིད་ཟེར་བ་དེ་འཆི་བའི་སྐབས། དེ་ལ་འཆི་སྲིད་ཞེས་ལབ་ཀྱི་ཡོད་པ་རེད། དེ་ནས་ཡན་ལག་བཅུ་གཅིག་པ་སྐྱེ་བ་ནི་ཕན་བྱའི་ལས་ཀྱི་བག་ཆགས་ལ་སྲེད་ལེན་གཉིས་ཀྱི་གཟུགས་ལྟ་བའམ་འབྲས་བུ་འགྲུབ་པའི་ནུས་པ་དང་ནུས་པ་དང་ལྡན་པར་བྱས་ཏེ། དངོས་སྤྱི་ཀྱི་དབང་དུ་བྱས་ན་མངལ་དུ་བབས་མའི་ཁུ་ཁྲག་གི་དབུས་སུ་སྦྱར་བ་ནི་སྐྱེ་བའི་རྟེན་འབྲེལ་གྲུབ་པ་ཡིན། གང་ལྟར་སྐྱེ་བ་ཟེར་བ་དེ་སྔར་བསགས་པའི་ལས་ཀྱི་བག་ཆགས་ལ། འཆི་བའི་སྐབས་སུ་སྲེད་ལེན་གཉིས་ཀྱིས་གསུས་བཏབ་ནས་སྲིད་པ་གྲུབ། དེ་ནས་འཆི་འཕོས་ཏེ། སྐྱེ་བ་ཕྱི་མའི་ལས་ཐོག་མ་གྲུབ་པའི་སྐབས་དེ་ནས་ནི་སྐྱེ་བ་ཟེར་བ་དེ་གྲུབ་སོང་བ་རེད་སྔར་བསགས་པའི་ལས་ཀྱི་འབྲས་བུ་དེ། ཉམས་སུ་མྱོང་བའམ་ལས་ཀྱི་འབྲས་བུ་དེ་གྲུབ་པའི་མགོ་བརྩམས་པ་འོ་དེ་འདྲ་ཞིག་རེད། དེ་ནས་ཡན་ལག་བཅུ་གཉིས་པ་རྒ་ཤི་ཟེར་བ་དེ་སྐྱེ་སྲིད་དུ་མྱང་མཚམས་སྦྱར་བའི་སྐད་ཅིག་གཉིས་པ་ནི། ཕྱི་སྲིད་མ་གྲུབ་པར་གྱི་རྣལ་མ་གྱི་ཕུང་པོ་གཞན་དུ་འགྱུར་བའི་ཆ་ལ་དགའ་བ་དང། ལས་ཀྱི་འཕེན་པ་རྫོགས་ནས་རྣལ་མ་གྱི་ཕུང་པོ་འདོར་བའི་ཆ་ལ་ཞི་བའི་རྟེན་འབྲེལ་བསྲེ་གི་རེད། གང་ལྟར་དགའ་བ་དང་ཞི་བ་གཉིས་གཅིག་ཏུ་བསྲེས་པ་རེད། དེ་ནས་དགའ་བ་ཟེར་ན། ངར་སྐྱེས་ཀྱི་དབང་དུ་བྱས་པ་ཡིན་ན། མ་ཡི་མངལ་དུ་མྱང་ཚོམ་སྦྱར་བའི་སྐད་ཅིག་གཉིས་པ་ནས་དགའ་བ་ཟེར་བ་དེ་གྲུབ་སོང་བ་རེད་ག་རེ་ལབ་ན། རྣར་སྨིན་གྱི་ཕུང་པོ་གཞན་དུ་འགྱུར་བ། འོ་དེ་ལ་རོ་བ། མ་ཡི་མངལ་དུ་མྱང་གསུམ་སྦྱར་ས་གི་ཕ་མའི་ཁུ་ཁྲག་དེ་རང་ཉིད་ཀྱི་ལུས་རེད་ལུས་ཀྱི་ཕུང་པོ་རེད་རྣར་སྨིན་གྱི་ཕུང་པོ་རེད། ཨ་ནི་དེའི་སྐད་ཅིག་གཉིས་པ་ནས་བཟུང་སྟེ་དེ་ལྟ་བུའི་ལུས་ཀྱི་ཕུང་པོ་དེ་འགྱུར་བ་ཐེབས་ཀྱི་ཡོད་པ་རེད་སྐབས་དེ་ནས་བཟུང་སྟེ་དགའ་བ་ཡང་གྲུབ་པ་རེད། ཞི་བ་དང་དགའ་བ་གཉིས་ལ་གོ་རིམ་མ་ངེས་པ་རེད། གང་ལྟར་མ་ཡི་མངལ་དུ་ཞི་བ་དང། སྐྱེས་ནས་ཤི་བ་དང་རྒས་ནས་ཤི་བ་ལ་སོགས་པ་མང་པོ་ཡོད་པ་ཡིན་ཙང་རྒ་ཤི་གཉིས་རྟེན་འབྲེལ་གཅིག་ཏུ་བརྩིས་པ་རེད། ད་ནི་དེ་རིང་གི་སློབ་ཚན་འདི་འདྲ་ཅིག་ནས་མཚམས་བཞག་རྒྱུ་ཆེ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།